ཡ། ད་ལྟའི་རང་འགུལ་ཉི་མ་བཟང་པོ་སྐར་མ་བཟང་པོ་བཀྲ་ཤིས་པའི་ཉི་མ་སྟོན་གྲུབ་པའི་ཉི་མ་བདེ་བླག་འབྱུང་བའི་དུས་ཚོད་ཕུན་སུམ་ཚོགས་པའི་སྐར་མ་འདི་ལ། ངས་འདི་ནས་ཐོག་མར་དགེ་བ་ལ་སྟོན་མཆོད་པའི་རིམ་པ་བར་དུ་དགེ་བ་གཞུང་སྟོན་བསྟོད་པའི་རིམ་པ་མཐའ་མར་དགེ་བ་འཇིགས་སྟོན་བཀྲ་ཤིས་པའི་རིམ་པ་དང་གསུམ་ལས། དང་པོ་སྲིད་ལ་མཆོད་ཁ་མེད་ན་ས་སུ་མེད་གཏམ་ལ་སྐུ་རེ་མེད་ན་བྱ་སུ་མེད་པའི་དབུལ་ཁ་བ་ཅན་གྱི་ལུགས་སྲོལ་ལྟར་དུ་ངེད་རབ་བསྡུར་གཙོ་བོ་མ་དཀར་པོའི་མཆོད་ཁ་གཟིགས་འབེན་བཟོས་རྒྱུ། རམ་དབྱངས་ཤངས་ཨུམ་ཨ་ཧོང་ཨུམ་ཨ་ཧོང་ཨུམ་ཨ་ཧོང། ཡ། ད་ཅི་འགྱུར་དངུལ་ཆུ་མགོའི་མཆོད་པ་གཡུ་ཁྲིར་ཐང་ཟིན་གྱི་མཆོད་པ་རང་ལུས་དྲན་འབུལ་གྱི་མཆོད་པ་ཕྱག་ཟུང་བཀའ་སྒྲུབ་ཀྱི་མཆོད་པ་གཟུགས་སྒྲ་དྲི་རོ་རོག་ཤེས་འདོད་ཡོན་གྱི་མཆོད་པ་གླང་བཞི་རི་རབ་ཉི་ཟླ་རང་བྱུང་གི་མཆོད་པ་རིག་སྟོང་ཐིག་ལེ་ཉག་གཅིག་ལྟ་བ་ཡི་མཆོད་པ། སྣང་སྟོང་ངོ་བོ་དབྱེར་མེད་སྒོམ་པ་ཡི་མཆོད་པ་བདེ་སྟོང་རོ་སྙོམས་ཆེན་པོའི་སྤྱོད་པ་ཡི་མཆོད་པ། བཟོ་བཟོ་མངོན་ལྐོག་མེད་པ་དམ་ཚིག་གི་མཆོད་པ་སྐུ་བཞི་ལྷུན་གྱིས་འགྲུབ་པ་འབྲས་བུ་ཡི་མཆོད་པ་རྣལ་འབྱོར་སྟངས་ནི་སྐྱེ་བ་སོ་ཐར་གྱི་མཆོད་པ་རང་ལུས་སྦྱང་གཅིག་བྱེད་པ་བྱང་གསུམ་གྱི་མཆོད་པ། སྣང་ཁྲི་རྟག་པ་རབ་འབྱམས་གསང་སྔགས་ཀྱི་མཆོད་པ་རྟག་རྫོགས་མུན་སུམ་ཚང་བ་བསྐྱེད་རིམ་གྱི་མཆོད་པ་རླུང་སེམས་དབུ་མར་བཙིར་པ་རྫོགས་རིམ་གྱི་མཆོད་པ་འོག་སེར་རྐྱང་འདེབས་བྱེད་པ་རྫོགས་ཆེན་གྱི་མཆོད་པ། ཤ་ཁྲོ་བསྟི་སྙོམས་བྱེད་པ་ཁྲག་ཆུ་ཀྱི་མཆོད་པ་སྣང་བཞི་རྩ་ཆེན་རྫོགས་པ་ཐོད་རྒལ་གྱི་མཆོད་པ་བླ་ན་ཡོད་མེད་ཀྱི་མཆོད་པའི་བྱེ་བྲག་མ་ཚང་བ་མེད་པ་བདུད་རྩི་འོ་མ་དཀར་པོའི་གཟུགས་སུ་ལྟེམ་གྱི་རྐང་བྱང་མེར་གྱིས་འཁྱིལ་བ་འདིས་མཆོག་གསུམ་གཅིག་ཏུ་འདུས་པའི་ངོ་བོ་རྩ་གསུམ་རྒྱལ་བ་རྒྱ་མཚོའི་སྤྱི་དཔལ་ས་གསུམ་འགྲོ་ཁམས་རྒྱ་མཚོའི་སྐྱབས་གནས་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཆེན་པོ། ཆོས་སྲུང་བོད་མི་ཡོངས་ཀྱི་མགོན་པོ་འདུ་བྱེད་བར་དོ་གསུམ་གྱི་རེ་ས་ཕྲིན་ཆེན་རྩ་བའི་བླ་མ་ཁྱབ་བདག་རྡོ་རྗེ་འཆང་ཆེན། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་གི་བཞད་དང་བཅས་ངེར་མཆོད་ལོ། མ་ཧཱུྃ། ཡ། ད་བར་དུ་དགེ་བ་གཞུང་དོན་བསྟོད་པའི་རིམ་པ་ལ་ནི་ཕུན་སུམ་ཚོགས་པ་ལྔ་དང་འབྲེལ་བའི་སྒོ་ནས་གཏམ་གཟིགས་བྱ་ཆེད་ཡིན་ན་དང་པོ་གནས་ཕུན་སུམ་ཚོགས་པ་ནི་སྟོན་པ་མི་ཡུལ་ནས་སངས་རྒྱས་སུ་བལྟམས་པ་འཇིག་རྟེན་འདིར་རྒྱལ་སྐྱེས་སུ། རྒྱ་གར་འཕགས་པའི་ཡེ་ཇི་བྱང་ཕྱོགས་བཞི་ཀར་ད་རིམ་ས་ལ་འདི་ནི་འཕགས་པ་ཞལ་ནས་གཟིགས་མོས་ཤ་ཚུགས་སུ་གྲུབ་པ་རྒྱལ་དབང་ཆོས་བཞི་བ་མཆོག་གོ། ད་ལྟའི་བཞུགས་གནས་རི་བོ་དྲི་འཛིན་གསུམ་པ་རིན་པོ་པ་ཡེ་གྱུར་འོ་མའི་ཆགས་པ་རིགས་གསུམ་གྱི་ལྟེ་བ་ཆགས་ས་ས་ལ་གནས་པའི་སྐྱེས་ཆེན་ཤིན་ཏུ་མང་བོ་ཞབས་ཀྱི་བཀྲག་མཆོང་བྱིན་གྱིས་བརླབས་ས། ཐག་ཆེན་ཆོས་ཀྱི་སྒྲ་དབྱངས་ཁྱི་ལི་ལི་སྒྲོག་ས་རྩ་ཆེན་ཚོགས་ཀྱི་འཁོར་ལོ་ཀྱི་ལི་ལི་བསྐོར་ས་སྟོན་ཆེན་གཉིས་གྲུབ་སྦྲང་ཆར་སི་ལི་ལི་འབབ་ས།

གསང་བ་ལྟར་ན་བཀྲུ་མི་བྱེ་བ་ཆེན་པོ་ཁྱུར་ཁྱིའི་བཞེངས་ཁམས་རྒྱུད་སྡེ་ཆགས་པ། འདི་ནི་དེ་རིང་གི་གནས་ཕུན་སུམ་ཚོགས་པ་རེད་ཟེར་གྱི། ཡ། ད་ལྟའི་ཕུན་སུམ་ཚོགས་པ་ནི་སྟོན་པའི་དམ་པ་ཉི་མ་བཞིན་དུ་ཤར་བའི་དུས་བསྟན་འཛིན་སྐྱེ་བོའི་ཕུ་ནུ་བཞིན་དུ་མཐུན་པའི་དུས་བླ་མའི་སྐུ་ཚེ་བྲག་རི་བཞིན་དུ་བརྟན་པའི་དུས་བླ་སློབ་དམ་ཚིག་གསེར་ཐག་བཞིན་དུ་འབྲེལ་བའི་དུས། བོད་རྒྱལ་ལོ་ཉིས་སྟོང་བརྒྱད་རེ་བཞི་བཅུ་ཞེ་གཉིས་རབ་གནས་ཤངས་མོ་ལུག་གི་ལོ་འདི་ཁམས་གསུམ་བདེ་ལ་བཀོད་པའི་བླ་མ་འཛམ་གླིང་མུན་པ་སེལ་བའི་ཉི་མ་འགྲོ་ཀུན་ཞི་བདེའི་ཆགས་པའི་རི་མ་འོག་མི་བཞི་བཞི་ཡོངས་ཀྱི་ཕ་མ། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་སྐུ་འཕྲེང་སྤྱི་བཞེས་བ་ཆེན་པོ་མཆོག་གི་ཞུ་ལུགས་ལྟར་ན་དགུང་གྲངས་བརྒྱ་བྱིན་ལ་ཕེབས་པ་ལ། བླ་མའི་སྐུ་དགེ་འདུན་དཀོན་མཆོག་ཡིན་པ་གསུང་དམ་ཆོས་དཀོན་མཆོག་ཡིན་པ་ཐུགས་སངས་རྒྱས་དཀོན་མཆོག་ཡིན་པ་འདུལ་མཆོག་གསུམ་གུ་འདུས་སྤྱི་ཁྱབ་གཅིག་ཡིན་པ་རྩ་གསུམ་ཡོངས་འདུས་སྤྱི་ནོར་ཡིན་པ། རྒྱལ་བ་བཞི་ཁྲོ་རབ་འབྱམས་ཐམས་ཅད་སྤྲོ་ཞིང་བསྡུ་པའི་གཞི་ཉག་གཅིག་ཡིན་པའི་མཚན་དང་དཔེ་བྱད་གདམས་པའི་བླ་སྐལ་བ་སྟོང་དུ་བསྒོམ་པ་ལས་བླ་མ་སྐད་ཅིག་དྲན་ན་བཟང་བ། རྗེས་འཇུག་བསྡུས་པ་ས་ཡ་ལེའི་བླ་མའི་གསོལ་འདེབས་ཐེངས་གཅིག་བཀླགས་པ། ཡང་བླ་མའི་གནང་སྐབས་བླ་མ་སངས་རྒྱས་དམག་བཙུགས་སུ་ཁྲིད་པ་དེ་ཕྱིའི་མཐའ་འདིར་ཕྱི་ལུགས་སངས་རྒྱས་ཀུན་དང་མཉམ་པ་ལ་བཀའ་དྲིན་སངས་རྒྱས་ཀུན་ལས་ལྷག་པའི་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཆོས་རྗེ་བ་ཆེན་པོ་མཆོག་གི་བཀའ་དྲིན་རི་བོ་ལས་དཔངས་མཐོ་བ། རྒྱ་མཚོ་ལས་སྟེང་ཟབ་པ་རྣམས་ལ་བཀའ་དྲིན་དྲན་ཤེས་ཆགས་གསུམ་བཀའ་སྒྲུབ་ཀྱི་དམ་བཅའ་དང་བཅས་ཏེ་དགུང་ལོ་བརྒྱ་ཆའི་བསྐྱར་སྟོན་གྲོས་ཚོགས་ཀྱི་ཚོགས་བསགས་རྒྱ་ཆེན་པོ་འདི་ལྟ་བུ་བསྒྲུབས་པའི་སྐལ་བ་བཟང་པོ་དང་ལྡན་པ་ནི། དེའི་ཕུན་སུམ་ཚོགས་པ་རེད་ཟེར་གྱི། ཡ། ད་སྟོན་པ་ཕུན་སུམ་ཚོགས་པ་ནི་རྒྱལ་བ་བཞི་ཁྲོ་རབ་འབྱམས་ཐམས་ཅད་གཅིག་གསུང་གསང་བའི་ཡེ་ཤེས་གཅིག་ཏུ་སྤོང་ཤིང་ཉམས་ཀྱི་རང་གཟུགས་སྐུ་རུ་ཤར་བ་ལྷ་འཕགས་མཆོག་སྤྱན་རས་གཟིགས་དབང་མི་ཡི་གར་དུ་རོལ་བའི། སྤྱི་ནོར་གོང་ས་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་བྱང་གཟིགས་པ་ཆེན་པོ་མཆོག་ཉིད་ཀྱི་མཐོང་གྲོལ་མཚན་དཔེ་གསལ་རྫོགས་སྐུ་ཡི་ཆེ་བ་ཐུགས་སྤྲུལ་འགག་མེད་རང་གྲགས་གསུང་གི་ཆེ་བ་ཡེ་གྲོལ་ཀློང་ཆེན་ཡངས་པ་ཐུགས་ཀྱི་ཆེ་བ། བསམ་གྲུབ་ཐམས་ཅད་མཁྱེན་གཟིགས་ཡོན་ཏན་གྱིས་ཆེ་བ་འབྲིང་གྲུབ་ཕན་བདེའི་ཀུན་རྫོབ་འཕྲིན་ལས་ཀྱིས་ཆེ་བ་སོགས་ཕྱི་ནང་གསང་གསུམ་གྱི་ཆེ་བའི་ཡོན་ཏན་བསམ་གྱིས་མི་ཁྱབ་བརྗོད་ཀྱིས་མི་ལངས་པ་དེ་དག་ཐམས་ཅད་ཕྲ་མ་ཉིམ་གྲུ་མ་གཟིགས་པར་སངས་རྒྱས་བསྐྱེད་རྒྱ་ལ་སྤྲུལ་ནས་སྐལ་བ་ལྔ་བརྒྱ་ལ་སོང་ཡང་ཆེ་བ་ཆ་ཚང་གཟིགས་དང་ཡོན་ཏན་ཡོངས་རྫོགས་གཟིགས་བརྗོད་མི་ཐུབ་ན་ཡང་ཟུར་ཙམ་ཞིག་ན། སྔོན་འཕགས་མཆོག་སྤྱན་རས་གཟིགས་དབང་གིས་སྟོན་མཆོག་ཉམས་མེད་ཐུབ་པའི་དབང་པོ་འདི་ནི་བྱང་ཕྱོགས་ཁ་བ་ཅན་སྐྱོང་བཞེངས་སྤྱོད་པར་སྤྱི་ལྟར་གཏམ་བྱས་པ་བཞིན། སྤྲུལ་བ་ཡང་སྤྲུལ་ཉང་སྤྲུལ་སྣ་ཚོགས་བསམ་གྱིས་མི་ཁྱབ་པའི་བཀྲིས་དང་རྣམ་པ་ཀུན་ཏུ་དབུལ་གངས་རིའི་ལྗོངས་ལ་སྐྱབས་དང་སྤྱོད་པ་མགོན་དང་དཔུང་ཉམས་ཟབ་པ་བསམ་རྒྱུར་ལུས་འདུས་ལ། སྤྱི་ནོར་གོང་ས་རྒྱལ་དབང་བཅུ་བཞི་བ་ཆེན་པོ་འདི་ཉིད་ནི་ལྷ་མོའི་ལམ་ཚོགས་གཟིགས་སྣང་ལྟར་དུ། ཡི་གེ་ཨ་ཀ་དམག་གསུམ་སྟེ་ཨ་ཡིག་ཨམ་མདོག་གསལ་བ་ཀ་ཡིག་སྐུ་འབུམ་སྟོན་པ་མ་ཡིག་ལྷ་མོ་དོན་གྲུབ་དང་མ་ནུབ་མཚོན་པ་བཅས་ཡིན་ལ་མ་ནུབ་སྤྱན་རས་གཟིགས་ཀྱི་སྙིང་བོ་ཡིན་པ། མ་ནི་ཟེར་ན་ནོར་བུ་ཡིན་པ་ཡིད་བཞིན་ནོར་བུའི་ནོར་བ་མེད་པ་སྟེ་མ་ཅིག་ལག་ལ་མ་ཤོར་བར་མ་འགོར་མ་འབྱུང་མྱུར་དུ་ལོ་འགོ་ཟེར་བའི་བརྡ་རུ་ཤར་ནས་འོད་ཤིང་ཕག་ལུ་བརྡ་ལྔ་བའི་ཚིག་ལྔ་ལ་ངོ་མཚར་བའི་རྟགས་མཚོན་བྱེད་བ་འབུམ་དང་བཅས་ཏེ་ཨ་མདོ་སྐུ་འབུམ་སྟག་རྩེར་གནས་ཀུན་འཁྲུངས་བའི་ཙོང་ཁའི་ལྷ་མོ་དོ་འགྲམ་ཕྱོགས་བོད་ལུགས་དབུས་གཞུང་རྒྱལ་བའི་དབང་པོ་གསེར་ཁྲི་ལ་འཁོད་པ་དང་རྒྱལ་ཁྲིམས་ལ་ཐུག་ཡོད་པའི་བཙོན་པ་མང་པོའི་བཙོན་གྲུབ་དང་སྲོག་ཉེན་ལ་ཐུག་ཡོད་པའི་སེམས་ཅན་མང་པོའི་སྲོག་ལོ་མཛད་མེད་མུག་ལ་ཐུག་ཡོད་པའི་དབུལ་ཕོངས་མང་པོའི་གཞུན་པའི་གསོས་ཁམས་སྤྱི་ལ་ཐུག་ཡོད་པའི་སྤྱིར་གུར་མང་པོའི་འདུམ་འགྲིག་མཛད། སྐུ་དགུང་ལོ་ཆུང་བའི་དུས་ནས་མདོ་སྔགས་རིག་གནས་རབ་འབྱམས་ལ་སྦྱངས་ཚུལ་མཛད་ནས་ལྷ་རམས་དགེ་བཤེས་ཆེན་པོའི་གཏམ་བྱ་བཞག། བོད་ཀྱི་ཆབ་སྲིད་གཉན་འཕྲང་ཅན་གྱི་སྐབས་སྐུ་དགུང་ལོ་བཅུ་དྲུག་གི་ཐོག་ནས་བོད་ཀྱི་སྣོད་བཅུད་སྤྱི་ལ་དབང་བའི་ཆབ་སྲིད་ཀྱི་འགན་དབང་ཆ་ཚང་བཞེས། དུས་དེ་ནས་བཟུང་སངས་རྒྱས་ས་ལ་བབས་པའི་སངས་ཁྲག་དུས་བོད་གངས་ཅན་གངས་དཀར་ལྷུན་པོའི་གངས་བདག་མཛད་སྟོད་རྒྱ་གར་གླང་ཆེན་རྒྱལ་དབྱིབས་བློ་ཡབ་མཛད་སྨད་རྒྱ་ནག་རྒྱལ་རྟགས་རྒྱ་ཡིས་འཐབ་ཡབ་མཛད། དེའི་དབང་གིས་བཙན་བྱོལ་བ་མཛད་པ་ནས་བཟུང་བོད་མི་ཡུལ་གྱར་བ་འབུམ་ཚོ་ལགས་ཏེ་འཛམ་གླིང་གི་བཙན་བྱོལ་བ་འདྲ་འདྲའི་ནང་ནས་མི་འདྲ་བར་འཛམ་གླིང་རང་འགུལ་ཅན་གྱི་རྒྱལ་ཁབ་དག་ལ་བྱ་ཁྱུང་ཆེན་གཟིགས་ལ་སྤྱི་ཚང་དུ་སྒོ་ཐང་དཀར་གཟིགས་ལ་ཡོངས་སུ་ཚང་བའི་ཡུལ་གྱར་བཙན་བྱོལ་བོད་གཞུང་དམངས་གཙོ་ཡང་དག་གི་སྒྲིག་འཛུགས་པ་སྤྱི་ཁྲིམས་འཛིན་དོན་ཆོས་དགོན་སྡེའི་སློབ་གྲྭ་བཞི་ཆགས་སྟངས་བཅས་པ་གསར་འཛུགས་རྒྱ་བསྐྱེད་མཛད་ནས་གཞིས་བཞུགས་བོད་མི་སྤུན་ཟླ་ཡོངས་ཀྱི་ངོ་ཚབ་ཡུལ་གྱར་རང་རིགས་ཀུན་གྱི་བརྟེན་ས་སྒོ་ཀུན་ནས་འཐུས་ཚང་བར་མཛད། འཛམ་གླིང་ཡངས་བའི་ཁྱོན་ལ་མཛའ་མཐུན་སེར་ནག་གཉིས་མིའི་དབུ་སྣང་གིས་ཡོངས་སུ་ཁྱབ་སྟེ་རྒྱལ་ཁབ་ཆེ་གྲགས་མང་བོའི་མི་སེར་ཕུལ་བའི་ཁྱིམ་དང། རྒྱལ་ཁབ་ཀྱི་སྲིད་འཛིན་སྲིད་བློན་མི་སྤྱི་རྣམ་པའི་མི་ཚེའི་སློབ་དཔོན་དུ་བཀུར་བའི་ཁྱིམ་དང་གཙུག་ལག་སློབ་གྲྭ་མང་བོའི་དགེ་རྒན་ཆེན་མོའི་ཁྱིམ་དང། ཁྱད་པར་དུ་འཛམ་གླིང་ན་ཆེས་སྐད་གྲགས་ཅན་གྱི་ནོར་དབུས་བཞི་བདེའི་གཟེངས་རྟགས་དང། ཨ་རིའི་སྲིད་ཀྱི་རྟགས་མ་སོགས་ཁྱིམ་དང་བླ་ན་མེད་པའི་གཟེངས་རྟགས་ཤིན་ཏུ་མང་བོ་བཞེས་ནས་འཛམ་གླིང་སྤྱི་ཡི་ནོར་དབུས་བཞི་བདེའི་དེད་དཔོན་ཉག་གཅིག་ཏུ་གྱུར། རིགས་དང་རིས་སུ་མ་ཆད་པའི་བདུད་བཞིའི་ཁམས་དབང་དང་དམིགས་པ་སྣ་ཚོགས་ལ་དཔག་པས་གང་ལ་གང་འདོད་དེ་ལ་དེར་སྟོན་ཅིང་མདོར་བསྔགས་མ་བསྔགས་ལྷ་འཐབ་ཉམས་མྱོང་དང་བཅས་པའི་མ་སྨིན་པ་རྣམས་སྨིན་པར་མཛད་པའི་བཀའ་དྲིན་སྨིན་པ་རྣམས་གྲོལ་བར་མཛད་པའི་བཀའ་དྲིན། བཞི་འཛམ་གླིང་ཡོངས་ལ་བཞི་བདེ་སྐྲུན་པའི་བཀའ་དྲིན་ཆོས་ལུགས་ཁག་ལ་མཐུན་སྒྲིལ་གནང་བའི་བཀའ་དྲིན་སོགས་དང། ལྷག་པར་དུ་བོད་ཁ་བ་ཅན་གྱི་མི་རིགས་ཆོས་སྲིད་རིག་གཞུང་དང་བཅས་པ་ལ་སྐུ་དགུང་ལོ་བཅུ་དྲུག་ནས་ད་ལོ་དགུང་གྲངས་བརྒྱ་ཕྱེད་ལ་ཕེབས་ཀྱང་ཉིན་མཚན་འཁོར་མོ་ཡིག་ཏུ་དུས་དང་རྣམ་པ་ཀུན་ཏུ་གཤའ་མའི་ཞིབ་འཇུག་རོལ་མོར་མཛད་པའི་བཀའ་དྲིན་ཧ་མའི་དབུ་སྐྲུགས་སྨྱོ་ནུས་མཛད་པའི་བཀའ་དྲིན། བོད་ཀྱི་དཀའ་རྙོག་སེལ་ཐབས་ལ་གཉིས་མིན་དབུ་མའི་བླང་བྱ་བསྟན་པའི་བཀའ་དྲིན་དམངས་གཙོ་ཡང་དག་ཆགས་ཐབས་ལ་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་བོད་མི་དམངས་ལ་གནང་བའི་བཀའ་དྲིན་བླང་དོར་མ་ནོར་བའི་ལམ་སྟོན་འོག་ནས་ལྷ་དང་བདུད་གཉིས་མ་ནོར་བར་མཛད་ནས་རིས་མེད་ཆོས་རྒྱལ་ཁག་གི་དག་སྣང་ཉི་མའི་འོད་ཟེར་གྱེས་བསིལ་དུ་སོང། དམ་ཚིག་དགྲ་བོའི་དཀྱིལ་འཁོར་བྱེ་གཙང་ལ་སོང་ནས་ཆོས་དཔང་མཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བར་མཛད་པའི་བཀའ་དྲིན་སོགས་ཀྱིས། ཀུན་ནས་བསྐྱངས་བཏང་སྐྱོང་བཞིན་པའི་སྤྲིན་ཆེན་རྩ་བའི་བླ་མ་ལྷར་བསྐྱེད་ཏྲི་བཞིའི་ཚིག་རྒྱུན་གཅེས་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་བྱང་གཟིགས་པ་ཆེན་པོ་དོན་གྱི་ལྷ་དུ་མཚན་ནས་མོ་ན་རྗེ་བཙུན་རྒྱལ་དཔལ་དངུལ་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་བརྒྱུད་མཚུངས་པ་མེད་པའི་བདེ་དཔལ་བཟང་པོ་མཆོག་ནི། སྟོན་པ་ཕུན་སུམ་ཚོགས་པ་རེད་ཟེར་གྱི། ཡ། སྟབས་བྱེ་བ་འཁོར་ཕུན་སུམ་ཚོགས་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཏབ་པ་ལ་མཐང་ལྷོད་མེད་པའི་དམ་ཚིག་ལ་མངོན་ལྐོག་མེད་པའི་ཡིད་ཆེས་ལ་རྒྱབ་མདུན་མེད་པའི་ལྷ་གསུམ་ནོར་གྱིས་བྱུགས་པའི་རབ་བྱུང་ངུར་སྨུག་གི་སྡེ་དང། འབྲེལ་བ་གསང་སྙིང་རྡོ་རྗེ་ཐག་པ་ལ་ཐད་ཀར་འཇུག་པའི་སྐུ་སྐུར་ལྕང་ལོ་ཅན་གྱིས་བཟླས་ཏེ། སྤྱི་བོའི་མཆོད་ནས་བདག་ཉིད་ཀྱི་པྲ་ཚིལ་སྔགས་གསུམ་ཡོངས་རྫོགས་དང། འཛམ་གླིང་གི་ཡུལ་གླིང་སོ་སོ་ནས་བོད་པའི་བཀའ་སྤྱིའི་སྐུ་མགྲོན་རྣམ་པ་བོད་པའི་ཡུལ་མི་ཡུལ་གྱར་བ་རྣམ་པ་དང་ཧི་མ་ལ་ཡའི་ཆོས་གྲོགས་མཁས་ཁྱིམ་རྣམ་པ། སྐབས་ཀྱི་རྟགས་བཟང་མཁའ་འགྲུལ་སོགས་འདིར་འདུས་འདིར་འཚོགས་ཀྱི་ཕོ་མོ་རྒན་དར་གཞོན་བྱིས་དང་མཐོར་མིན་གྲགས་གཞན་ཐམས་ཅད་འཁོར་ཕུན་སུམ་ཚོགས་པ་ཡིན་པ་དང། ཡང་ཕ་ཡུལ་གངས་རིའི་ལྗོངས་ཀྱི་རང་ས་ཡེ་གཟིགས་རིགས་བོད་མི་སྤུན་ཟླ་ཕུ་ནུ་དམངས་ཞང་རྣམ་པ། དག་པ་དང་དམ་ཚིག་མི་འགྱུར་ནི་རྣམ་པ། ཆོ་ག་ཡི་ཕྱོགས་རིས་མི་འཛིན་ནི་རྣམ་པ། ཆོས་བརྒྱུད་ཀྱི་འཐེན་འཁྱེར་མི་དགོས་ནི་རྣམ་པ། ཁ་ཡག་དང་ཁོག་བཙོག་མི་ཤེས་ནི་རྣམ་པ། ནང་ཁུལ་གྱི་ཡིད་ཆེས་མི་བརླག་ནི་རྣམ་པ། ཆིག་སྒྲིལ་གྱི་དཔུང་རྡང་མི་འཐོར་ནི་རྣམ་པ། མི་རིགས་ཀྱི་ངོ་བོ་མི་གཡུག་ནི་རྣམ་པ། ཆེ་མཐོང་གི་རིན་ཐང་མི་རྫོགས་ནི་རྣམ་པ། སྤྱི་ཡོངས་ཀྱི་རྩ་དོན་མི་དོར་ནི་རྣམ་པ། བཀའ་ཡིག་གི་སྲོག་རྩ་མི་འཆོར་ནི་ནའམ་པ། རིག་གཞུང་གི་ནོར་བུ་མི་འབོར་ནི་ནའམ་པ། བསྒྲགས་སྐུལ་གྱི་དྲི་ངན་མི་བཀྲོལ་ནི་ནའམ་པ། སྤོབས་པ་རྒྱ་སྟག་གི་འཛུམ་དཀྲུགས་མི་གཡར་ནི་ནའམ་པ། རིག་གཞུང་སྟོང་སངས་ཀྱི་ཡུལ་རོལ་མི་ཞིམ་ནི་ནའམ་པ། བྱང་སེམས་ཁྱུང་ཆེན་གྱི་ཕྱོགས་རོལ་མི་འཁུམས་ནི་ནའམ་པ། དཔར་སྐུད་གཡུ་འབྲུག་གི་སྒྲ་དབྱངས་མི་འགག་ནི་ནའམ་པ། ཁྱེད་རྣམ་པས་བཞུགས་ས་གཞིས་ལུས་བོད་ཡུལ་ན་ཡོད་ན་ཡང། དཀའ་རྙོག་གི་འགག་འཕྲང་དོག་ས་ན་ཡོད་ན་ཡང། ཐོག་འཁོར་གྱི་བར་གླགས་ཀྱི་ས་ན་ཡོད་ན་ཡང་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཞིང་གཟིགས་པ་ཆེན་པོ་མཆོག་ལ་དད་པ་མི་འགྱུར་བསྟན་ཅི་ལས་ཡོད་ཚིག་གི་དམ་ཚིག་མི་འགའ་གཙང་ས་ལས་ཡོད་ཚིག་གི་ཅི་གསུང་བཀའ་སྒྲུབ་ཀྱི་དམ་བཅའ་སོགས་བརྟན་པོ་རྡོ་རྗེ་བྲག་འདྲ་འདྲ་ཡོད་ཚིག་གི། མྱུར་དུ་མཉམ་འཛོམས་ཀྱི་རེ་བ་བཟོ་ཆེན་པོ་གསེར་གྱི་རི་འདྲ་འདྲ་ཡོད་ཚིག་གི་ལུས་དེ་རང་འཁོར་ནང་ན་མེད་ཀྱང་སེམས་འཁོར་ནང་ན་ཡོད་པས

ཐུན་མོང་དུ་ཆོས་ལུགས་ཁས་ལེན་མི་བྱེད་པའི་རིགས་ལ་ཡང། ཆོས་དང་རྣམ་འགྲེལ་བའི་བསླབ་བྱ་འཁོར་ཡུག་སྲུང་སྐྱོབ་རང་གླིང་འཕྲོད་བསྟེན་བྱམས་སྡང་བརྩེ་བ། སེམས་ཁམས་ལྷོད་ལྷོད་ཡིན་ན་ལུས་ལ་ན་ཚ་སྙོང་ལུགས་ཀྱི་བསླབ་བྱ། གཡོ་སྒྱུ་ཁྲམ་གསུམ་མེད་ན་ཀུན་གྱིས་ཡིད་ཆེས་བྱེད་ངེས་པའི་བསླབ་བྱ། ཁ་གྲངས་ཁོག་གྲངས་ཡིན་ན་རང་བདེ་རོགས་སྐྱིད་ཡིན་ལུགས་ཀྱི་བསླབ་བྱ་གཞན་ལ་འཚེ་བ་སྤངས་ན་རང་ལ་དགྲ་བོ་སྙོང་ལུགས་ཀྱི་བསླབ་བྱ་སྤྱི་ཚོགས་འཆམ་མཐུན་ཡོང་ན་འཇིག་རྟེན་བདེ་སྐྱིད་ལྡན་ལུགས་ཀྱི་བསླབ་བྱ་སྐྱེ་བོ་སེམས་ཅན་ཐམས་ཅད་བདེ་བ་འདོད་པ་འདྲ་འདྲ་ཡིན་ལུགས་ཀྱི་བསླབ་བྱ་སྡུག་བསྔལ་མི་འདོད་པ་མཉམ་མཉམ་ཡིན་ལུགས་ཀྱི་བསླབ་བྱ་ཤ་མདངས་བརྩེ་བ་ཀུན་ལ་དགོས་ལུགས་སོགས་མདོར་ན་ཐུན་མོང་བསླབ་བྱའི་རིམ་པ་རྣམས་ལ་ཡང་ཆེན་གུས་པས་བྱ། གླིང་ཡིན་ན་གནོད་པ་མེད་པ་ཚན་རིག་པའི་ཚོགས་ལྟ་ཡིན་ན་གནོད་པ་མེད་པ་སོགས། རིན་ཐང་གཞན་དག་བྲལ་བའི་ཆོས་དང་འཇིག་རྟེན་བསླབ་བྱ་སྣ་ཚོགས་པ་དག་གི། བརྗོད་གཞི་ལག་ལམ་དུ་བརྩགས་ན་རི་བོ་ལས་དཔངས་མཐོ་བ་བརྗོད་གཞིའི་གཟབ་སྟོན་ལ་བསམ་ན་རྒྱ་མཚོ་ལས་སྟངས་ཟབ་པ་འདི་དག་ཆུ་སྤུན་ཙམ་ཚོགས་པ་རེད་ཟེར་གྱི། ཡ། ད་མཐའ་མར་དགེ་བ་འཇིག་རྟེན་བཀྲ་ཤིས་པའི་ཁ་དབྱངས་ཀྱི་རིམ་པ་ནི་སངས་རྒྱས་ཀྱི་དམ་པ་དར་ཞིང་རྒྱས་པའི་བཀྲ་ཤིས་ཤོག་རྟ་འཛིན་གྱི་སྐྱེ་བོའི་རྩལ་ཞིང་མཐུན་པའི་བཀྲ་ཤིས་ཤོག་སེམས་ཅན་ཀུན་ལ་བདེ་སྐྱིད་ལྡན་པའི་བཀྲ་ཤིས་ཤོག་འཛམ་གླིང་ཡོངས་ལ་ཞི་བདེ་ཡོང་བའི་བཀྲ་ཤིས་ཤོག་གངས་ཅན་བོད་ཀྱི་འདོད་དོན་འགྲུབ་པའི་བཀྲ་ཤིས་ཤོག་སྐད་དང་ཡི་གེའི་སྐུ་ཚེ་བརྟན་པའི་བཀྲ་ཤིས་ཤོག་ཆོས་དང་རིག་གཞུང་རྒྱུན་འཛིན་ཐུབ་པའི་བཀྲ་ཤིས་ཤོག། ཡ་རབས་བཟང་སྤྱོད་ཡིན་རྟོགས་ནུས་པའི་བཀྲ་ཤིས་ཤོག་ཕུ་ནུའི་རྡོག་རྩ་གཅིག་སྒྲིལ་ཡིན་པའི་བཀྲ་ཤིས་ཤོག་ཆུ་རྒྱུད་ཁག་ལ་ཆགས་སྡང་མེད་པའི་བཀྲ་ཤིས་ཤོག་ཕྱོགས་ཀའི་བར་ལ་འཐེན་འཁྱེར་མེད་པའི་བཀྲ་ཤིས་ཤོག་བཞི་བཞིའི་བར་གྱི་ཡིད་ཆེས་དམ་པའི་བཀྲ་ཤིས་ཤོག་ཀླ་ཀློའི་བར་གྱི་དམ་ཚིག་གཙང་བའི་བཀྲ་ཤིས་ཤོག་རྒྱལ་བོའི་བར་གྱི་དཀའ་རྙོག་སེལ་བའི་བཀྲ་ཤིས་ཤོག། མཐར་དུམ་སྐྱེ་ནོར་གོང་ས་སྐྱབས་མགོན་ཆེན་པོའི། མཐོང་གྲོལ་སྐུ་ལས་གསེར་སྐྱའི་ལྷུན་པོ་ལ། འགྱུར་མེད་རྟག་བརྟན་མི་ཤུགས་རྡོ་རྗེའི་ཆུ་བདུན་གྱི་བཀྲ་ཤིས་ཤོག་ཐུགས་ཁྲོ་གསུང་དབྱངས་ཡན་ལག་དྲུག་སྤྱི་ལ། འགག་མེད་ལུང་རྡོ་རྡོ་རྗེའི་རང་སྒྲ་ཡི་བཀྲ་ཤིས་ཤོག་ཡེ་གྲོལ་ཐུགས་ཀློང་ཆོས་དབྱིངས་ཆེན་པོ་ལ། སྒྲིབ་མེད་འོག་སྲིད་ཆུ་སྐྱེས་རང་བཞིན་གྱི་བཀྲ་ཤིས་ཤོག་སྙམ་པའི་སྐྲག་པ་དཀར་པོའི་ས་གསུམ་ཁྱབ་པའི་བཀྲ་ཤིས་ཤོག་འཕྲིན་ལས་གསེར་གྱི་ཉི་མའི་གླང་བཞག་གསལ་བའི་བཀྲ་ཤིས་ཤོག་སྐུ་ཚེ་སྐལ་བ་རྒྱ་མཚོའི་བར་དུ་བརྟན་ཞིང་ཐུགས་ཀྱི་བཞེད་དོན་ཐམས་ཅད་ཀག་མའི་ཡིད་བཞིན་དུ་ལྷུན་གྱིས་གྲུབ་པའི་བཀྲ་ཤིས་བདེ་བླག་ཕུན་སུམ་ཚོགས་པར་ཤོག་གིས་བསྐྱར་སྟོན་རྒྱལ་ལོ།